འཛམ་གླིང་གང་སར་བཞུགས་པའི་བརྙན་ཐུང་དེ་གསན་གཟིགས་གནང་མཁན་ཚང་མ་ལ། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ནས་སྔ་དྲོ་བདེ་ལེགས་ཞུ་གི་ཡོད། ད་སང་ཉིན་སྤྱི་ཟླ་བརྒྱད་པའི་ཚེས་བཅུ་བཞི་ལ། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན། ལས་ཁང་དབུ་བརྙེས་ཏེ་ལོ། སུམ་ཅུ་སོ་དྲུག་འཁོར་བའི། དུས་ཆེན་ལ་འཚམས་འདྲིའི་བཀྲ་ཤིས་དེ་ལས་ཞུས་ཅེས་ནས། འཕྲེད་དར་དེ་ལ་འདི་འདྲ་བྲིས་གནང་འདུག་ག། བྱས་ཙང་ད་སང་ཉིན། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་དབུ་བརྙེས་པའི་དུས་ཆེན་རེད། བྱས་ཙང་སང་ཉིན། སློབ་ཕྲུག་ཚོས་ད་ལྟ། བོད་ཀྱི་སྐད་ཡིག་ལ་དོ་སྣང་གནང་མཁན་ཚོས་ཨ་ནི་མཛད་སྒོ། མཛད་སྒོའི་སྐབས་ལ་ཨ་ནི། ཨ། བཀྲ་ཤིས་བརྒྱད་པ། དོན་གཡག་དང། ཨ། རྒྱལ་བའི་ཞབས་བརྟན། དེ་འདྲའི་ཟེར་སྡོད་གནང་ཆེད་མཛད་སྒོ་དབུ་བཙུགས་གནང་ཡག་རེད། ཨ་ནི་ཁོ་ན་ཚོ་ད་ལྟ། དག་ཞིང་ལ་བཞུགས་མཁན། བོད་ཀྱི་སྐད་ཡིག་དོ་སྣང་གནང་མཁན་རྟ་མང་འབྲས་ལྗོངས་པ་ཤར་པ་ཨ་ནི་བོད་རིགས་མང་པོ་ཅིག་གིས་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ་སློབ་སྦྱོང་གནང་གི་ཡོད་རེད། བྱས་ཙང་ང་ཚོ་སང་ཉིན། དབུ་བརྙེས་པའི་དུས་ཆེན་ལ་སྟབས་བསྟུན་ནས་ཨ་ནེ་ཁོ་ན་ཚོའི་བྱང་བགྲེས་གཟིགས་འབུལ་ཞུ་ཡག་དང། གཞས་སྣ་འཁྲབ་སྟོན་ད་ཁོ་རང་ཚོས་གཞས་བཏང་ཡག་དང་ཞབས་བྲོ་འཁྲབ་ཡག་དེ་ཚོ་ཡང་ང་རང་ཚོའི་རིག་གཞུང་གི་ཆ་ཤས་གཅིག་རེད་པ། བྱས་ཙང་ཁོ་ན་ཚོས་དེ་ཚོ་ཞེས་དང་ཞབས་བྲོ་འདི་འདྲའི། སྤྱན་འབུལ་ཞུ་གི་རེད་ཨ་ནི་ཁྱེད་རང་ཚོ་སང་ཉིན། དགོང་དྲོའི་ཆུ་ཚོད་བརྒྱད་པ་ཙམ་ལ། ཨ་ནི་ང་ཚོའི་མཛད་རིམ་འདི་ཁྱེད་རང་ཚོས་གསན་གཟིགས་གནང་རོགས་གནང། དེ་ནས། དེ་འདྲ་ཟེར་ད་ང་ཚོ་དེ་དང་པོ་དེ་ལ། ཨ་ནི་ང་ཚོ་བཀྲ་ཤིས་དགེ་བ་དང་རྒྱལ་བའི་ཞབས་བརྟན་འདོན་གནང་ཡག་རེད་དེ་ཁོ་ནང་ཚོའི་ཞལ་འདོན་སྐྱོར་བའི་སྐབས་ལ་ཞུ་ས་ཞུགས་ཐན་འདྲ་བྲིས་བྱས་བཞག་ཡོད་རེད་དེ་ནས་འདི་དཔེ་མཛོད་ཁང་རེད་དཔེ་མཛོད་ཁང་ལ་བོད་ཀྱི་སྐད་ཡིག་དང་རྒྱལ་རབས་དང་འབྲེལ་བ་ཡོད་པའི་ཕྱག་དེབ་དཔེ་མི་སྲིད་ཡག་པོ་དེ་འདྲ་ཡོད་རེད་ཨ་ནི་དེ་སང་ཉིན་སྐུ་མགྲོན་ཚོ་བཞུགས་ས་གྲ་སྒྲིག་བྱས་བཞག་ཡོད། དེ་ནས་ད་ཁྱེད་རང་ཚོ་ལ་ཞུ་ཡག་ཅིག་ལ། ཨ་ནི་སང་ཉིན་ངས་བྲིས་པའི་བོད་ཀྱི་སྐད་ཡིག་གི་དཔེ་དེབ་དང་པོ་དཔེ་དེབ་གཉིས་པ་དཔེ་དེབ་གསུམ་པ་བྱིན་ནས་འདི་ཚོ་ད་དཔེ་དེབ་དང་པོ་དང་དཔེ་དེབ་གཉིས་པ་དབུ་འབྱེད་ཞུས་ཚར་བ་རེད། ཡིན་ནའི་ལས་དཔེ་དེབ་གསུམ་པ་འདི་ད་ལྟ་དབུ་འབྱེད་ཞུ་རྒྱུ་རེད། བྱས་ཙང་སང་ཉིན་ང་ཚོ་འདིའི། དཔེ་དེབ་གསུམ་པ་འདིའི་དབུ་འབྱེད་ཞུ་ཡ་ཡིན། ཨ་ནི་གལ་སྲིད་ཁྱེད་རང་ཚོ། སང་ཉིན་ཕེབས་པ་ཡིན་ན། ཨ་ནི་དཔེ་དེབ་དང་པོ་དཔེ་དེབ་གཉིས་པ་དཔེ་དེབ་གསུམ་པ་འདི་ཚང་མ་བལྟས་ཚེ། ཕྱག་དབྱངས་ལ། ཆེད་བཅག་ལ། ཕུལ་ཡ་ཡིན་ཆེད་བཅག་ཟེར་ན། Discount། ལ་ཕུལ་ཡག་ཡིན། སང་ཉིན་གྱི་ཉིན་མོ་དེ་ལ་གཅིག་པོ་རེད་ད་ཡང་གནའ་ཉིན་འགའ་དང་ཞེ་ཉིན་འགའ་ལ་ཁྱེད་ཅག་ཡོད་མ་རེད། བྱས་ཙང་ཁྱེད་རང་ཚོས་སྐུ་མཆེད་དེ་འདྲའི་དར་ཅི་ལིང་ལ་ཡོད་པ་ཡིན་ན། ཨ་ནི་ཁྱེད་རང་ཚོས་སང་ཉིན། དཔེ་དེབ་གསུམ་པ་དེ་དབུ་འབྱེད་ཞུ་གི་ཡོད་རེད་ཟེར་བྱས་ཁྱེད་རང་ཚོས་བཏང་གནང་པ་ཡིན་ན། ཨ་ནི། ཁྱེད་ཅག་ལ་འབུལ་ཡག་ཡིན། ཁྱེད་ཅག་ཟེར་ན། Discount། དབུ་འབྱེད་ཞུས་པའི་སྐབས་ལ། ད་འདི་ཁྱེད་རང་ཚོས་གཟིགས་གནང་པ་ཡིན་ན། དེ་ངས་དེ་འཕེལ་རྒྱས་རླབས་ཡག་གི་དེབ། གླེགས་བམ་གསུམ་ཁྱོན་བསྡོམས་ཤོག་གྲངས་དགུ་བརྒྱ་ཡོད་པས། དཔེ་དེབ་དེ་གསུམ་བྲིས་ཚར་བ་ཡིན། ཨ་ནི་ཇི་འདྲའི་གི་དཔེ་དེབ་དེ་འདྲའི་ཐོན་དང་པོ་ཡིན་གྱི་རེད། ཨ་ཁྱེད་ཚང་ཁྱེད་རང་ཚོ་སྐུ་མཆེད་དེ་འདྲས་ཡོད་སྣང་བ་ཡིན་ན་ཨ་ནི། སེང་གེ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་སྤྱི་ཟླ་བརྒྱད་པའི་ཚེས་བཅུ་བཞི་ལ་དགོང་དྲོའི་ཚུ་ཆོད་བཞི་པ་ལ་ང་ཚོའི་མཛད་སྒོ་དབུ་ཚུགས་ཞུ་ཡ་ཡིན། ད་འདིས་ངའི་དཔེ་དེབ་འདི་ཚོ་བཙོང་ཚར་བས་བྱས་ལ་ད་དེ་ནས་བྱུང་བའི་དངུལ་དེ་ཚོ་ཨ་ནི་ག་འདྲེས་བེད་སྤྱོད་བྱེད་ཡ་ཡིན་ཞུས་པ་ཡིན་ན། ཨ་ནི། ད་ལྟ་དཔེ་དེབ་དང་པོ་དཔེ་དེབ་གཉིས་པ་དཔེ་དེབ་གསུམ་པ་དཔེ་དེབ་གསུམ་ཆ་ནེ་པ་ལི་སྐད་ལ། བོད་སྐད་དང་ནེ་པ་ལི་སྐད་ལ་བྲིས་ཡ་ཡིན་དེ་འདྲ་བྱས་པ་ཡིན་ན་ཨ་ནི་ནེ་པ་ལི་སྐད་སྐྱོན་མཁན་ཚོ་ལ་བོད་སྐད་སྦྱང་ཡ་ལས་སླ་པོ་ཡོང་གི་རེད་བ། ཨ་ནི་ཁྱེད་རང་ཚོས་དེ་འདྲ་གཟིགས་པ་ཡིན་ན་ང་ལ་དེ། ནེ་པ་ལིའི་སྐད་ལ་བྲིས་ཡག་ལ། ཨ་ནི། མཐུན་འགྱུར་བྱར་བས་སོ་ར་བུ་གཅིག། ཡོང་ས་རེད། ཨ་ནི། ད་དེ་ངས། དེབ་དེ་ཚོ་བཙོང་བྱས། ཡང་བསྐྱར། ནེ་པ་ལི་སྐད་སྐྱོན་མཁན་ཚོ་ལ་བོད་སྐད་འཆང་ཐུབ་ཡག། བོད་པ་གཅིག་གིས་ནེ་པ་ལི་སྐད་འཆང་གོ། གོང་གི་ཡོད་ན། ནེ་པ་ལིའི་སྐད་ཆང་ཐུབ་ཡ་དེ་འདྲའི་གི་ཐེབས་ཅིག། ཨ། བྲིས་ཡ། བརྒྱ་ཆ་བརྒྱ་ཏན་ཏན་ཡིན། བྱས་ཙང་ཁྱེད་རང་ཚོས་བྲིས་པ་ཡིན་ན་ད་དུང་དེབ་མང་པོ་དཔར་སྐྲུན་ཞུ་ཡ་ལ་དཔལ་འབྱོར་གི་རོགས་རམ་ཡོང་ས་རེད། ཨ་ནི་དེ་འདྲ་བྱས་བྱས་ད་ངས་དེ་འདྲ་བྲིས་བྱས་བྱས་བལྟས་བལྟས་ཡོད། དེ་ནས་འདི་ང་ཚོའི་དཔེ་མཛོད་ཁང་རེད། ད་ལྟ་རྡོ་རྗེ་གླིང་ལ་བོད་པའི་མཚོ་སྐྱེས་ཁག་གི་མཛད་སྒོ་དེ་འདྲའི་ཡོད་པ་ཡིན་ན་ཁོ་ནང་ཚོ་ད་ལྟའི་ཆ་ལ་ཚང་མ་དེའི་མཛད་སྒོ་དེ་གནང་གི་ཡོད་རེད། ཨ་ནི། ཁྱེད་རང་ཚོ་གལ་སྲིད་དག་ཞིང་ལ་ཞུགས་ཀྱི་ཡོད་པ་ཡིན་ན། ཨ་ནི་སང་ཉིན་དཔེ་དེབ་བཟི་ཁར་ཕེབས་རོགས་གནང། རེ་འདུན་ཞུ་གི་ཡོད། ད་ང་ཚོ་དེ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་དབུ་བརྙེས་ནས་ལོ་སུམ་ཅུ་སོ་དྲུག་འགྲོ་གི་ཡོད་རེད།